ད་ལྟ་རྒྱ་ནད་དགུ་བཅུ་དགུ་དེ་གཙང་མ་ཆགས་ཡོད་མ་རེད་དེ་འདྲ་སོང་ཙང་རྣམ་པ་ཚང་མས་གང་ལྟར་ཡང་ད་ཅིག་མི་མི་ཉུང་བ་ཞིག་ན་རྒྱུ་ཡིན་པ་གཏན་འཁེལ་ཡོད་རེད་དེ་འདྲ་སོང་ཙང་སྔོན་དུས་ནས་འོ་ད་ན་ཚ་འདི་ལ་མཉམ་དུ་གང་ལྟར་གདོང་ལེན་གྱི་ཆེ་བ་ཡོད་འོ་དེ་འདྲའི་ཚིག་དགོངས་པ་བཞེས་ཐུབ་པ་ཡིན་ན་གྲ་སྒྲིག་བྱུང་བ་ཡིན་ན་ན་བའི་སྐབས་ལ་སེམས་ཁམས་ལ་ཅིག་མ་སྐྱིད་པ་དང།

ཨེ་རྣམ་པ་མང་པོ་གཅིག་གིས་ལུས་རྩལ་དེ་རྩེས་ནས་ཕན་ཐོགས་བྱུང་ཡོད་རེད་དེ་འདྲ་སོང་ཙང་ལུས་རྩལ་དེ་གང་མང་མང་ཅིག་རྣམ་པ་ཚོས་རྒྱུ་བོད་ནང་རོགས་ན་ལྷག་པར་དུ་བོད་ནང་རོགས་ལ་གང་མང་མང་ཅིག་བཏང་ལ་གནང་རོགས་ན་ད་ལུས་རྩལ་དེ་ཉི་མ་གཅིག་གཉིས་རྩེ་ན་འགྲིག་གི་མ་རེད་རབ་ལ་ཆུ་ན་ཉི་མ་བདུན་ཉུང་མཐར་ཉི་མ་བདུན་དེ་ནས་བ་མུ་མཐུད་ནས་རྩེ་ཐུབ་བས་ན་ཕན་ཐོགས་ཆེན་པོ་ཡོད་རེད་ཟེར་བ་དེ་གཅིག་ཞུ་འདོད་བྱུང་སོང། ད་དེ་རིང་གི་བརྗོད་དེ་རིང་གི་བརྗོད་གཞི་དེ། ང་ཚོ་ཡིན་ན་ཨིན་ཇིའི་སྐད་བཤད་པ་ཡིན་ན Diabetes རེད Diabetes། ཡེ་ནས་ང་རང་ཚོ་བོད་པས་བཤད་པ་ཡིན་ན། ཟ་ཁུ་གཅིན་སྙིའི་ནད་རེད། འདི་ལ་སོང་ཙང། ད་དོན་སང་ང་ཚོ་སྤྱི་ཚོགས་ནང་ལོགས་ལ་བོད་ཕྱི་ནང་ག་པར་ཡིན་པ་ཡིན་ནས་ཅིག་གནས་ལུགས་ཐེ་ཚམ་མ་གཏོང་ཡ་ཁག་ཅིག་ཡང་འདི་ལ

ག་བ་ཅང་གི་གུ་ཅིན་ནང་ཅིན། ས་ཉག་དང་ཉག་གི་གུ་གཉིས་ཡིན་ལ་འོ་ཅིན་པ་གི་ཅིན་དེ་རེད་དེ་ཚོ་ཡང་གནས་ཁང་ཤེས་འགོ་གུ་ཡོག་རེད་འདྲ། ཅིག། འདྲ་བ་ཡིན་ནས་དོན་དང་དག་ཆ་དེ་ཚོ་བེད་ག་ག་རེད། དེ་ཅིག་མཁྱེན་པ་གནང་རོགས་གནང། ད་ད་ད་ང་ཚོ། ང་ཚོ་གི་དེང་དུས་ཀྱི་ཚན་རྩལ་རིག་པའི་སྒང་གི།

སྤྱིར་མིག་གི་རང་བཞིན་གཉིས་ནས་ནད་ཁོ་རང་གི་བབས་སའི་ཡུལ་དེ་དཔེར་ན་མཆིན་པ་ལ་ན་ཚ་ཡོར་བ Hepatitis ཡིན་པ་ཡིན་ན། Hepatitis མཆིན་པ་ཡོད་དུས་སྤྱིར་མཆིན་པ་དེ་དྲོད་ཀྱི་རང་བཞིན་རེད། དྲོད་ཀྱི་རང་བཞིན་དེ་ལ་ཡང་དྲོད་ཀྱི་རང་བཞིན་དེ་རླུང་ཤས་ཆེ་བའི་དྲོད་ཀྱི་རང་བཞིན་བད་ཤས་ཆེ་བའི་དྲོད་ཀྱི་རང་བཞིན་མཁྲིས་ཤས་ཆེ་བའི་དྲོད་ཀྱི་རང་བཞིན་སིད་འདྲེ་སིད་རང་བཞིན་དེ་ལ་མི་འདྲ་འདྲ་ཡོང་གི་ཡོད། འོ་དེའི་དབང་གིས་ན་ཚ་གི་དེ་ལ་ངོ་བོ་ཕྲ་ལ་ཕྲན་བུ Type one Type two Type three ཟས་སྦྱོར་བ།

དེ་འདྲ་སོང་ཙང། ད་ཕོ་བ་ཞིམ་ས་འདྲ་བའི་མེ་དྲོད་སོགས་ཟེར་ཡ་དེ་ག་རེ་བྱུང་བ་རེད། ད་ཕྱི་ལུགས་ཀྱི། Diabetes། ཟེར་ཡ་དེ་ག་རེ་ཆེམས་ནས་བྱུང་རེད་ག་འདྲས་བྱུང་རེད་དམིགས་བསལ་གྱི་ཁོང་ཚོ་ལ། ད་དེ་ཟེར་བ་མ་རེད་ཡིན་ནས་ཟོག་པོའི་ཁྲག་གི་ནང་ལོ་ལ་རྒྱུག་བདེ་ངན་གྱི་མངར་ཆའི་ཁམས་དེ་ལ་བར་བད་ཀན་ས་ཆུའི་རང་བཞིན་དེ། ཁོང་ཚོ་ཡིན་ན། ད Sugar ལ་བར་བ། Sugar Energy། དེ་ལ་གི་འདུག་བ།

ང་རང་ཚོ་གི་ཕྱི་ལུགས་ཀྱི་སྨན་ཟས་ནི། ད་གཟའ་ཁུ་ཅི་ཉིན་ན་ཚ་གཙང་མ་ཆགས་སོ་ཟེར་ཡ་ཞིག་ཕལ་ཆེར་ལུ་རྒྱུད་ནང་ལ་བཏོན་ཡ་ཕལ་ཆེར་ཕལ་ཆེར་ཡོད་ཀྱི་མ་རེད། དེ་འདྲའི་ལ་ཀ་རུས་ཀ་རུས་འཁྲུལ་བ་དེ་འདྲ་བྱས་ནས་ཡོང་སྲིད་པ་རེད། ད་གང་ལྟར་བོད་ཀྱི་གསོ་བ་རིག་པའི་སྨན་ཟས་ནི་གཟའ་ཁུ་ཅི་ཉིན་ན་ཚ། སིང་སྒྲ་འགྲོ་སྲིད་ངེས། མི་ཉུང་ཅིག་བྱུང་ཡོད་རེད། ང་རང་ལས་དེ་འདྲའི་ནད་པ་དེ་འདྲ་བྱུང།

ད་ཅིག་དོན་ལྔ་སྣོད་དྲུག་གི་ཆ་ཤས་ཇི་སྙེད་གསུངས་བར། དེ་འདྲ་སོང་ཙང་ད་དངས་མ་སི་ཏུ་ད་ནི་ག་རེ་བཀུག་བར་ལུས་ཀུན་གྱི་དངས་མ་ལ་ཁྱབ་བཀུག་བར་ད་འདི་རེད། དེ་སོང་ཙང་ད་ང་ཚོ་གི་བུད་མེད་ཀྱི་སྟངས་དུས་ད་ནི་ང་རང་ཚོ་གི་ནམ་རྒྱུན་དུ་གཅིག་གཉིས་མའི་གཅིག་པོ་སྟངས་ནི་ཕན་ཡ་ཡོད་མ་རེད། དེ་ལ་ཕོ་བ་གི་མའི་སྟངས་བཀུག་བར་རེད། ཡང་མེད་ན་མཆིན་པ་དང།

འོ་འདི་གཅིག་ཆགས་ཡོད་རེད། དེ་འདྲ་སོང་ཙང་ད་ཁོང་ཚོ་གི Tab one Tab two འདི་ཁོ་རང་ཚོ་གི་ཐ་སྙད་བེད་སྤྱོད་བྱེད་སྟངས་ཅིག་རེད་མ་གཏོགས་ཨེ་འདི་མིའི་རང་བཞིན་དང་དོན་ལྔ་སྣོད་དྲུག་མི་ཁོ་རང་གི་དོན་ལྔ་སྣོད་དྲུག་ག་བ་ནས་ཨེ་ནི་ཅིག་གཅིག་ཉིད་ཀྱི་ན་ཚ་གི་རྐྱེན་བླ་ངང་བྱུང་བ་ཡིན་ནས་དེའི་གི་རང་བཞིན་དང་འབྲེལ་བ་ཆགས་ཀྱི་ཡོད་རེད་དཔེར་ན་ཁྱད་པར་དང་འབྲེལ་བའི་ཐོག་ནས་གཅིག་ཉིད་ན་ཚ་བྱུང་བ་ཡིན་ན་ཁྱད་པར་དེ་གི་རང་བཞིན་དེ་ག་རེ་ཆགས་ཀྱི་འདོད་འདི་ལ་བབ་བས་ཨེ་ནི་ན་ཚ་དེ་གི་རང་བཞིན་དེ་དོན་ཡོང་གི་རེད། ཕྱིན་པ་དང་བྲལ་བའི་ཐོག་ནས་ཅི་ཉིད་ན་ཚ་བྱུང་བ་ཡིན་ན་ཨེ་ནི་དེ་དང་བྲལ་བའི་ཅི་ཉིད་ན་ཚའི་རང་བཞིན་དོན་ཡོང་གི་རེད། དེ་རེད། ད་ཕྱིན་པ་དང་ཆེར་པ་དེ་ཚོ་ག་འདྲའི་སུ་ཡོང་གི་རེད་ཟེར་བ་ད་ལྟ་ངས་གོང་ལ་ཞུས་པའི་ཉག་གཞུ་བཏང་གསུམ་གྱི་སྐབས་ལ་ཨེ་ནི་ཕྲ་རགས་མང་པོ་ཡོད་རེད་ཟེར་བ་དེ་རེད། ཨེ་ནི་ཁོ་རང་ཚོའི་ནང་ལོགས་ལ་ཁ་ལག་འཇུ་ཡག་གི་ནུས་པ་ཅིག་དེའི་ནང་ལོགས་ལ་དྭངས་མ་ཉར་ཚགས་དང་དྭངས་མ་སྟངས་འཛིན་བྱེད་ཡག་གི་ནུས་པ་ཅིག་དེ་འདྲའི་གི་ནུས་པ་ཡོད་རེད། དེ་འདྲ་སོང་ཙང་ད་དེ་ཚོ་བཤད་པ་ཡིན་ན་ཡང་མིག་ལ་ལྟོས་ཡག་མིག་ལམ་བལྟས་ཚེ་ཡིད་ཆེས་གི་མ་རེད། ཁག་པོ་ཡོད་རེད། འོ་དེ་རེད་དེ་འདྲ་སོང་ཙང་ཨེ་ནི། འདི། ད་གཟའ་ཕུ་གཅིག་གཉིས་ན་ཚ་འདི་ལ། ཕྱི་རྒྱལ་མི་དང་རྒྱ་གར་མི་ལ་བོད་པའི་སྨན་གྱི་ཞོ་བྱས་འོ་ཕན་གྱི་ཡོད་རེད་བོད་པ་ཚོ་ལ་ཕན་གྱི་མི་འདུག་འདི་ག་རེ་རེད་དྲི་བ་གླེགས་ཡོད། བོད་པ་ཚོ་ལ། ཁ་ལ་དང་པོ་རྒྱག་གི་མི་འདུག་ཁ་ལ། ཞིམ་ཚད། དོད་ཚད། མཐོང་ཚད་བཟང་ཞེས་བོར་བ། ཕྱི་རྒྱལ་དང། རྒྱ་གར་དེ་ཚོ་ལ་སྨན་པས་ལབ་པའི་བསླབ་བྱ་དེ་ཁོ་ཚོས་བརྒྱ་ཆ་དགུ་བཅུ་གོ་དགུ་བརྩི་གི་འདུག་ཨ། ཧང་སང་རེད་ད་ཁོ་ཚོ་དངོས་གནས་མི་དེ་ཚོ་ལ་ཅིག་ལམ་སྟོན་བྱས་པས་ནི་བྱེད་ཆོག་པ་ལྟ་བུ་བྱུང་གི་འདུག་བོད་པ་ལ་ག་ཚོད་ན་ནས་ཨམ་ཅོ་ཚ་ཚ་ཁ་ན་ན་ལབ་ནས་ཕན་གི་མི་འདུག་ཨ། འོ་དེ་རེད་དེ་འདྲ་སོང་ཙང་ད་དུང་སྐབས་རེ་སྐབས་རེ་ཚུར་འཁྲུག་པ་རྒྱག་གི་འདུག་ཁྱོད་དེ་འདྲའི་ལ་ནི། འོ་དེ་དེ་འདྲ་སོང་ཙང་དེ་ཚོ་ཚང་མ་གནས་ལུགས་མ་རྟོགས་པའི་སྐད་ཆ་རེད།